ཨོ་དེ་གིས་ཁོ་རང་གི་ཟླ་གྲགས་ལྕགས་ཀྱིས་བཙུགས་བྱས་ནས་དེ་ནས་དེ་ཐོག་ལ་བ་དག་འབར་བ་གན་ཞེས་ལྕགས་བ་བྱ་བ་ཡིན་པ་རྐུན་མ་ཡིན་པ་མ་བུ་ཡིན་པ། ཨོ་དེ་འགྲིག་གི་རྒྱུན་འཛིན་ཁུངས་ལུང་མང་པོ་ཅིག་བགྲང་བྱས་ནས་བ་ཞེས་བུ་ཅིག་ཤེས་སོང་ཨོ་དེ་འགྲིག་གི་སྐབས་ལས་ང་རང་ཚོ་ད་དོན་དུ་འདུག་འདུག་སྟེ་དེ་ཚོ་ཚང་མ་གི་མིག་མཐོང་དེ་ཡོད་རེད་ཡིན་ནས་ང་ཚོའི་འབར་བ་མི་རྐང་གཅིག་གིས་དེ་མ་རེད་དེ་རེད་ཟེར། འགྲེལ་བཤད་བརྗོད་མཁན་མི་རྐང་གཅིག་མི་འདུག་བ། མཐའ་མ་དགེ་བཤེས་ཀུན་ཤུལ་རྒྱལ་མཚན་གྱིས་ཤུགས་ལྡན་བསྟེན་མཁན་དགེ་བཤེས་ཀུན་ཤུལ་རྒྱལ་མཚན་གྱིས། དངོས་ཡོད་གནས་ཚུལ་མ་རེད་དངོས་ཡོད་གནས་ཚུལ་དེ་འདྲ་རེད་ང་བཀོད་དེ་དུས་བོད་ཡུལ་ལས་ཡོད། ང་རང་རང་ལས་ཡོད་ངའི་པ་པ་ཀྲུའུ་ཁམས་པ་ཡིན་ཆོས་ཞུ་སྒང་དྲུང་ནས་ལས་ཡོད། རྒན་གྱི་འགྲེལ་བཤད་ཆ་ཚང་ཅིག་རྒྱབ་དུས། འབའ་པ་ཁ་ཤས་ཅིག་གིས་རྒན་ཀུན་ཤུལ་རྒྱལ་མཚན་ལ་འབྲེལ་བ་བྱས་ནས་ཁྱོད་ཐུགས་རྗེ་ཆེ་ན་ལོས་ཤེས་དགེ་བཤེས་ཐུགས་རྗེ་ཆེ་ང་ཚོ་ནི་ལོས་པོ་དབུལ་པོ་འདུག་ལོས་ཡས་བློ་ཁོག་མེད་ལོས་ཤེས་གི་མི་འདུག་རྒན་ཁྱོད་ཐུགས་རྗེ་ཆེ་ན་ཟེར་ནས་དགེ་བཤེས་སྐད་ཅོར་བྱེད་ཚུལ་ལ་བཤད་མཁན་དེར་བྱུང་བཞག། གར་ཡིན་རུང་མིན་རུང། ཡིན་གཅིག་མིན་གཉིས་འབའ་འབའ་གན་ཡེ་ཤེས་ཞེན་ཁོག་བྱས་ནས་མི་ལ་འཁྲུག་པ་རྒྱག་ཡས་དང་རྒྱག་རུང་བ་ཞིག་ལ་ཁ་ཐོ་ཡས་དེ་སྐད་ཆ་བཤད་གི་མེད་ང་ཚོའི་འབའ་འབའ་མིག་གི་བྱེད་སྟངས་དེ་དེ་འདྲ་རེད། རྒྱ་གུ་ཐོ་རེ་རྒྱ་བྱེད་བོད་གུ་ཐོ་རེ་བོད་བྱེད་དངོས་ཡོད་གནས་ཚུལ་བཤད་མ་སྤོབས་པ། དཔེར་ན་གན་ཡེ་ཤེས་ཀྱིས་སྤྱི་སྟོང་དགུ་བཅུ་དགུ་བཅུ་གོ་གཅིག་ལོར་ལ། སྐད་སོ་དྲུག་ནུས་ཤུགས་ལྷག་བསུ་བྱས་ཏེ་ཁོ་རང་གི་ལོ་རྒྱུས་བཤད་ཞེས་པ་གཅིག་ལས་ཐོང་ཨ་ཐག་དང། དྲ་འུ་བོན་དང་དྲ་འུ་བོན་བུ་གཉིས་གླས་སོང་ང་བོད་ཡུལ་ལ་ཡོད། དེ་དུས་རྒན་ཡེ་ཤེས་ཀྱི་ལོ་རྒྱུས་བཤད་ཤེས་པ་གྱིས། འབའ་བ་དེ་ཚོ་གི་མ་གཏན་འབོག་གོ་མི་འདུག་དེའི་བཟོ་ན་གཏང་འབོག་གོ་མི་འདུག་རྒན་ཡེ་ཤེས་ཁོ་རང་རང་གི་སྐད་ཆ་བཤད་ཤེས་པ་དེ་དང་དང་དུ་དུ་རྒན་གྱི་ཡེ་ཤེས་ཀྱི་དེ་འདྲི་གཅིག་བཤད་ཤག་ཟེར་ད་རང་སངས་ལ་དེ་ཨང་དུ་དེ་གི་དེ་འདྲི་གཅིག་བཤད་ཤག་ཀུ་ཀི་ཡིག་ཚང་མི་དེ་ཨེ་འདྲི་གཅིག་བཤད་ཤག་དེ་འདྲི་མ་རེད། རྒན་ཁོ་རང་དངོས་ཡོད་གནས་ཚུལ་དེ་འདྲི་རེད་ཟེར་མཁན་གཅིག་ང་ཚོའི་མི་བཤད་མཁན་རྐང་གཅིག་ཡོད་མ་རེད་རྐང་གཅིག་མི་འདུག་འབའ་བ་རྒན་ཡེ་ཤེས་ཟེར་དེ་ལས་སླ་བོ་མ་ཡིན་ཟེར་འབའ་ལ་ཁ་སྤྲུལ་སྐུ་ད་ལྟ་ཤེས་ཡོད་མ་རེད་བསྡད་ཡོད་རེད་ང་སྔོན་མ་འདྲེ་མོ་ལ་འགྲོ་དུས་རྒན་ཡེ་ཤེས་ཀྱི་སྐད་ཆ་བཤད་སོང། འབའ་པ་མཁན་ཡེ་ཤེས་བསྐོ་ལ། གང་ཡིན་ཟེར་ན་འབའ་པ་མཁན་ཡེ་ཤེས་ཟེར་དེ་ད་ག་ཟིག་གི་ཕྱིའི། ཨོ་དེ་ནི་འབའ་པ་མིག་གིས་མཐོང་ཆུང་བྱེད་ཆོག་ཆོག་ཅིག་རེད་མི་འདུག། འབའ་ཆོས་དུས་ཀུན་གྱི་ཕྱག་མཛོད་རེད་འདི་བཞག་ལོ་རྒྱུས་ནང་ལ་འབའ་ཆོས་དུས་ཀུན་གྱི་ཕྱག་མཛོད་དེ་ནང་བཞིན་བྱུང་ནོངས་མེད་ཟེར་གྱི་ནི། བཀའ་དྲིན་ཆེ་བོ་ཞེ་བོ་ཡིན་ཟེར་ཏེ། རྒྱུ་མཚན་དེ་དག་ལ་བརྟེན་ནས་འབའ་ཆོས་དུས་ཀུན་གྱི་གྲྭ་པ་ཡིན་པ་ཆ་ནས། འབའ་ཆོས་དུས་ཀུན་གྱི་ཐོབ་ཁུངས་ཡོད་པ་ཆ་ནས་འབའ་ཆོས་དུས་ཀུན་ལ་སྐྱིད་སྡུག་ཡོད་པ་འབའ་ཆོས་དུས་ཀུན་གྱི་འདས་པའི་རིང་གི་སྔོན་གནས་ཁྲོད་ནས་ཕྱག་མཛོད་ཡིན་པ་ཆ་ནས་ཁོ་རང་དགོངས་པ་རྫོགས་ན་ཡང་ཞབས་བརྟན་བྱེད་ས་མེད་པ་རྩ་ནས་མ་རེད་ཞབས་བརྟན་བྱེད་དགོས་འབའ་ཆོས་སྡེ་ཀུན་ནས་ཞབས་བརྟན་བྱེད་དགོས་རྒྱུ་མཚན་དེ་དེ་ལུགས་ཐུགས་དེ་ཡོད་རེད། ཞོལ་དེ་དེ་རེད། དུས་སོང་ནང་བཞིན་གྱི་གྲྭ་པ་བླ་མ། དཔེ་ལས་བཤད་འདི་གའི་དུས་ཚོད་རིང་འདི་ནི་མ་བརྟག་དུས་ཚོད་ཀྲི་ཀ་དཀའ་ལས་སྤྱོད་པོ་དེ་སུས་སུ་གནང་ལ་སྤྲུལ་སྐམ་པ་པོ་གཅིག་ད་སྔོན་མ་ལོ་ལ་དྲུང་སོང་ཆོས་ཞུ་སྐུ་དྲུང་དམག་མི་གཅིག་དེ་ལོ་བཅུ་དྲུག་ཡིན་ལོ་ལ་དམག་སྒར་ལ་འགྲོ་དུས། སྤོ་ལ་དེ། འབའ་པ་གན་ཡ་ཞིག་གིས་ཁོ་རང་མཐོང་དུས་ཁྱོད་ལོ་བཅུ་དྲུག་མ་ཟེར་རེད་མི་འདུག་སྤོ་གོ་རེད་ཤ། ཁྱོད་དམག་སྒར་ནས་བློ་སྦྱོང་བྱེད་ས། སྐད་ཡིག་གཞུང་སར་དུད་འགྲོ་འགྲོ་ཆོས་སྤྱོད་མང་སར་མང་འགྲོས་སོང་ནས་སྟོང་མང་སོང། སྔོན་མ་ལ་ལ་གྲོངས་སོང། ཁོ་རང་གི་ངག་ལ་མཐིལ་མ་གཅིག་ཤེས་སོང་ངས་སྤོད་དུ་ཐུག་སོང། བ་བ་གན་ཡང་ཤེས་ཟེར་ཡ་དེ་བོད་སྤྱི་བའི་ལ་བཀའ་དྲིན་ཆེ་བོ་ཡིན། འདོད་དོན་མི་ལ་བཀའ་དྲིན་ཆེ་བོ་ཡིན། དེ་ཡང་ཁྱོད་རང་ཚོ་འབའ་ཆོས་སྡེ་ཀུན་ལ་བཀའ་དྲིན་ཆེ་བོ་ཞུ་བ་རེད་ད། ངས་ཧ་གོ་གི་ཡོད་ཟེར་ནས། ཤིང་རྟ་ཕར་ཆེར་དཀྲུགས་ཁམས་པ་པ་ལགས་དེ་ལས་བཤད་ཡས་འདུག་ཁྱེད་ཚོ་ད་དེ་ཚོ་ང་ཚོ། པ་བར་དུ་ཚིག་བཤད་མཁན་མི་འདུག་ཚང་མ་བར་ཇེ་འགྲིག་གི་ཡོད་རེད་པ། ག་རེ་ཡིན་ནས་མིན་ནས་ཁྱེད་ཚོས་ང་ཚོའི་ཤུགས་ལྡན་བསྟེན་མཁན་དང་ཁྱེད་ཧང་ལང་འབའ་རྫོང་གཅིག་ལ་ཤུགས་ལྡན་བསྟེན་མཁན་ངང་མ་ཚད་མེད་པ་འདྲ་པོ། ཨ་ནི་ངེད་ཀྱིས་དངོས་ཡོད་གནས་ཚུལ་བཤད་ཤེས་པ་དེ་ཇའོ་རུ་མ་ཁྱེད་ཁ་གཏོང་གི་འདུག་མཚན་སྨད་ཞུ་གི་འདུག་མཚན་སྨད་ཞུ་གི་མེད་ངས་དངོས་ཡོད་གནས་ཚུལ་བཤད་བསྡད་ཀྱི་ཡོད། མཚན་སྨད་ཞུས་ཟེར་དུས་ཇའོ་རུ་མ་ཁྱེད་སྤྱན་རས་གཟིགས་མེད་ན་སྤྱན་རས་གཟིགས་རེད་ཟེར་ཡ་དང། ཅན་རྨིས་ནི་འདུག་རྐང་པ་བཞིན་དུ་ལག་པ་ལྔ་འདུག་ཟེར་ངས་འདི་ཙག་རང་ལོ་གོ་མེད་ད་བར་དུ་ལོ་མང་ནོར་ཙག་རང་དེ་ལོ་ན་དེ་ལ་སྐྱོན་བརྗོད་དེ་ལ་དངོས་གནས་ཚད་མའི་ཚད་མའི་ཟེར་ལ་མ་ཡིན་པ་དེ་ཚད་མའི་ཞོག་གི་ཡོད་རེད་པ་ང་ཚོས་ཁ་ལས་བཤད་དེ་དཀའ་ངལ་འཕྲད་པ་རྒྱག་རོགས་མ་བྱེད་ཀི་དེ་ནི་རྣོ་གི་འདུག་དེ་འདྲ་རྐྱེན་པས་ལྷ་སྲུང་བསྟན་མཆོག་གི་དཀའ་ངལ་འདི་ལ་རྐྱེན་པས་ང་ཚོ་བོད་མི་མང་ལ་དཀའ་ངལ་དེ་འདྲ་འཕྲད་ཀྱི་འདུག་ང་ཚོ་བོད་རིགས་སྤུན་ཟླ་རྣམས་ལ་དཀའ་ངལ་དེ་འདྲ་འཕྲད་ཀྱི་འདུག་ང་ཚོའི་གི་དམངས་ཁྲོད་ཁ་ཏོན་ལ་ག་དུས་བཤད་ན་ལྷ་རྡོ་རྗེ་ཤུགས་ལྡན་དེ་ཞེ་བོ་ཅིག་ཡིན་ཨ་ནུས་པ་ཟུག་མེད་ར་གནང་ལ་དེ་ར་མིག་མཐོང་ཡ་མེད་མཁན་དང་གཅིག་པུ་དོན་དག་རྩོད་པ་བྱེད་དགོས་མེད་ག་དུས་ཡིན་ནས་བོད་མི་རིགས་དེ་གལ་ཆེ་བོ་ཡིན་བོད་མི་རིགས་རྩ་ཆེ་བོ་ཡིན། བོད་མི་ནང་ཁོག་མཐུན་སྒྲིལ་བྱེད་དགོས་འདུག་བོད་མི་རིགས་མཐུན་སྒྲིལ་བཟོ་དགོས་འདུག་དུས་དང་རྣམ་པ་ཀུན་ཏུ་ནས་བོད་མིས་རྡོ་རྩ་གཅིག་སྒྲིལ་བྱེད་དགོས་ཀྱི་འདུག་དེ་རྡོ་རྩ་གཅིག་སྒྲིལ་མེད་པར་ཟ་མཁན་དེ་རྒྱ་གར་བ་ཅན་རེད་རྒྱ་གར་བ་ཅན་ཁོ་རང་མི་གཅིག་གི་བཟོ་བཅོས་རེད་དེ་ཡིན་དུས་ག་རེ་བཤད་ནས་མ་བཤད་ན། རྒྱ་གར་བ་ཅན་ལ་ཤ་ཚ་དང་སྙིང་རྗེ་སྟེར་ཡས་ཚོད་ཅིག་ཡོད་ན། བོད་མི་ཡང་ཚོ་ཐིང་ལ་རྡོ་རྩ་གཅིག་སྒྲིལ་བཟོ་རོགས་བྱོས་ཟེར་ང་ཚོ་ལྟ་བ་དེ་བཤད་བསྡད་ཀྱི་ཡོད། ད་རེས་ནས་ད་ག་རང་ཡིན་མ་ཚོ་གཅིག་གི་ཤུགས་ལྡན་ཞུ་བ་ཅིག་ཡིན་ཡིན་གྱི་མིན་ནས་ཤུགས་ལྡན་མེད་ན་འགྲིག་གི་མེད་པ་གི་ང་ཚོ་སྐད་ཆ་དེ་ཙག་རང་རེད་མ་རེད། བོད་མི་རིགས་རྩ་ཆོད་པོ་ཡིན་བོད་མི་རིགས་གལ་ཆེ་པོ་ཡིན། ཆོལ་ཁ་ཆོས་ལུགས་གཡག་མེད་པ་ལྷ་རྟེན་འབྲེལ་གཡག་མེད་པ་ཐོག་ནས་ང་ཚོས་མཐུན་ལམ་རྡོ་རྩ་གཅིག་སྒྲིལ་དགོས་ཀྱི་འདུག་བོད་ནས་བསྡད་མཁན་བོད་མི་སྐད་ཤོད་ཉིན་སྒྲ་ལང་བཏང་འདུག་བ་ཡུལ་ཐུག་ནས་ད་ང་ཚོས་ཡུལ་ཐུག་སོང་ཟེར་ད་ང་ཚོ་བོད་ལ་བསྡད་མཁན་བོད་མི་རིགས་ཡུལ་ཐུག་སོང་རྒྱ་ལོ་མི་ཆེན་དེ་ནི་དམག་ནང་རུ་བཅུག་ཟེར་དེ་ནི་ཟེར་གྱི་འདུག་བ་ད་ག་ནང་བཞིན་དེ་ནི་ཤུགས་ལྡན་བསྟེན་མཁན་གྱི་སྐད་ཆ་བཤད་བཤད་པ་དེ་རྒྱ་རུ་མི་ཆེན་ལ་ཁ་བརྡས་དང་ཞེ་པོ་ཅིག་དམག་དཔེ་དང་དེ་འདྲ་འགྲོ་གི་ཡོད་ན་ཨང་ཏུ་ལན་ཡེ་ཡཱ་ནི་མི་གཅིག་གིས་གྲྭ་པ་ཞིག་གིས་རྒྱའུ་རིན་པོ་ཆེ་འདི་ང་ཚོའི་བོད་མི་ས་ཡ་དྲུག་གི་སྦྲ་ཡིན་པ། བསྟན་དགྲ་དངོས་གནས་འདི་རྒྱའུ་རིན་པོ་ཆེ་རེད་ཟེར་ནས་ཁ་སང་ལ་གསལ་པོ་བྱས་ནས་བཤད་འདུག་བ། དེ་ཚོ་ཐོག་ལ་སྐུ་སྒེར་ཡིག་ཚང་གལ་ཆེ་ཡ་མི་འདུག་བོད་གཞུང་བདེ་སྲུང་ལས་ཁུངས་སྐུ་ངོ་དངོས་སྒྲུབ་གི་གལ་ཆེ་ཡ་མི་འདུག་འོ་ད་དེ་ནི་ཅིའི་ང་ཚོ་འབའ་འབའ་དཔེ་ལས་བཤད་འདི་མཁན་དགེ་ལུགས་པ་རྒྱའུ་རིན་པོ་ཆེ་སྐུ་དང་བཅུག་འདི་མཁན་དེ་ཚོ་གི་ཁྱི་གང་ཅི་བྱེད་ཡ་མི་འདུག་ལྷག་དོན་དུ་རྒྱའུ་རིན་པོ་ཆེ་ལ་དད་པ་བྱེད་ཤོག་རེ་སོ་སོ་རང་བ་ང་ཚོས་དགེ་ལུགས་པ་གྲྭ་པ་དང་བླ་མ་དེ་ཚོ་རྒྱ་བོད་ར་མ་ཆེན་མཇལ་ཁར་འགྲོ་དུས་དེང་སང་བྷི་ཀྲོ་འདུག་བ་དེ་འདྲ་ལ། རྒྱ་བོད་ར་མ་ཆེན་ལ་དངོས་གནས་བྱས་ན་ཞེས་བརྩི་བཀུར་བྱས་ནས་ཤ་ཚས་དེ་མ་ཟེར་ནས་ཡ་ཤ་ཚས་གི་ཡོད་རེད་བ། ད་དེང་སང་ཁ་ཤས་དཔེ་ལས་ཤེས་ནས་ཁྲིད་ལ་ཤ་ཚས་ཨོ་ཁེ། ཤ་ཚས་འགྲིག་གི་རེད། རྐང་པ་ལ་ཐུག་ཚར་ཤ་ཚས་དེ་རྒྱ་གར་གི་ལུགས་སྲོལ་འདྲ་པོ་བྱེད་རེད་བ་ད་དེ་ཞོལ་བོད་ཀྱི་ཞེན་ཁོག་ཅེས་པའི་སྐད་ཆ་རོ། ཅང་ཤ་ཚས་ནས་ཡ་ནི་ནི། དུས་སུ་ཤ་ཡའི་ཚེ་རྒྱལ་བ་རིན་པོ་ཆེ་དུས་སུ་བཞུགས་པར་ཁུར་དུ་ཤངས་སྟབས་དུས་སུ་སོ་སོ་མགོ་བླ་མ་ཀོན་ནས་ཤ་ཚའི་སྡེ་ཁན་དེ་ནས་འདུ་བ། ཨོ་དུས་སུ་དད་པ་དངོས་གནས་མ་རེད་ཞུ་ཡ་ཡིན་བརྒྱ་ཆ་བརྒྱ་བཏབ་པ་ང་ཚོའི་ཁམས་པ་གི་ཤ་འབྲས་བཞག་མཁན་བོད་མི་རིགས་ཤ་འབྲས་བཞག་མཁན་དགེ་ལུགས་པ་གི་ཤ་འབྲས་བཞག་མཁན། སོ་སོ་རང་དོན་ཁོ་ན་ཆེད་དུ་རྒྱལ་བ་རིན་པོ་ཆེ་ལ་ངོ་རྒོལ་དཔེ་ལེགས་རང་རེད་ས་ལ་ཞུ་ཡ་ཡིན་གང་ཡིན་ཟེར་ན་ཤ་མི་དགོས་ནས་ཡའི་ཚད་དགོས་རོགས་རྒྱལ་བ་རིན་པོ་ཆེ་ཞི་པོ་ཆེ་སྤྱན་རས་གཟིགས་ཚུལ་དགོས་ཡོད་ན། འོ་ལེ་འཛུལ་གཟན་མགོ་ལ་མ་བསྐོན་ད་ད་ག་ཆེན་ལོ་ག་རེ་ཡོད་ཨ་ཡར། གྲྭ་པ་བླ་མ་གིས་ཧ་པན་གོས་མགོ་མ་ར་དྲང་པོ་བཤད་ན་ང་ཚོ་གྲྭ་པ་རྒན་པ་འདི་ཚོ་ལ་ད་ནི་གཟན་དེ་འུར་ལེན་བརྩིས་ན་ཆེན་ལོ་ག་རེ་ཞོག་བར་ད། ཨོ་ད་ངས་དེ་དམར་པོ་བཤད་མ་དགོས་པ་བྱས་དེ་ནི་ཁྱོད་ཚོ་དེ་ཚོ་བྱེད་མཁན་དེ་ཚོ་ངོ་མ་ཚ་ན་ང་ཚོས་ངོ་ཚ་གི་འདུག་སོ་ཞུ་ཡ་ཡིན་ཁྱེད་རྣམ་པ་སང་ནི་ཡག་པོ་གཏང་རོགས་གྱིས། གོ་གོ་དེ་ད་ཟིན་བྱས་ནས་གང་བསྡད་ག་རེ་ཡིན་ནི་མིན་རུང། ང་ཚོ་གི་ཤུགས་ལྡན་བསྟེན་མཁན་དེ་ཚོ་གི་བསམ་མནོ་བཏང་བཏང་དུ་དོན་གནད་ཅིག་ཡིན། ཨ་ནི་སྔོན་མ་ནས་རྒན་བཀུར་དགེ་བཤེས་ཀུན་སྤྱོད་ཅན་མཚན་གྱི་སྲས་པོ་ཞིག་ཤེས་ཚར་སོང་ང་ཚོས་ཀྱི་ལངས་ཕྱོགས་འགྲོ་སྟངས་དེ་ཐོག་ལ་ཁྱོད་ཚོས་ཀྱི་ཇུས་གཏོགས་མ་བགྱིད་རོགས་ཁྱོད་ཁྱོད་རང་ཚོས་ཀྱི་སྤྱི་འཐུས་ཚང་དུ་བཞག་ཡིག་ཆ་བཞག་གྲོས་ཆོད་བཞག་ནས་ང་ཚོས་ཕར་ཚུར་བུ་བགྱིད་མི་རོགས་མི་རོགས་ལ་ཤུགས་ལྡན་ལྡན་མཁན་ལ་འགྲོ་མི་ཐོབ་ཐང་སྤྲད་གི་མེད་ཟེར་ཁྱོད་ཚོས་གྲོས་ཆོད་བཞག་ཚར་བ་ང་ཚོས་མི་སྤེལ་ཚར་བ་དེ་ཡིན་དུས་ད་རྒྱ་ནག་གཞུང་ནང་དུ་སྐད་ཆ་བཤད་མཁན་དང་འདྲ་འདུག་ཨ་མི་རི་ཀ་ལ་བཤད་མཁན་དང་འདྲ་འདུག་ང་ཚོས་ཤུགས་ལྡན་བསྟེན་མཁན་ལངས་ཕྱོགས་ག་འདྲ་ཅིག་འགྲོ་གི་ཡོད་ན། སྔོན་མ་ནས་དགེ་བཤེས་ཀུན་སྤྱོད་རྒྱལ་མཚན་གྱིས་གསལ་པོ་བྱས་ནས་གསུངས་ཚར་སོང། ང་ཚོ་ལ་ཇུས་གཏོགས་ཆོད་ནས་མེད། རྒྱ་ལ་མགོ་བཏགས་ཀིན་ནས་འདྲ་འདུག་བོད་ལ་མགོ་བཏགས་ཀིན་ནས་འདྲ་འདུག་ང་ཚོ་རང་དབང་རེད། དེ་ང་ཚོའི་ང་ཚོའི་ཚང་ནོ་གཏང་གོ་རེད་ཤུགས་ལྡན་བསྟེན་མཁན་གྱི་ཚང་ནོ་གཏང་གོ་རེད་ཁྱོད་རང་ཚོ། དུས་ནང་ཡང་ལྷག་དོན་དུ་རྒྱ་ནག་ནང་དུ་སྐད་ཆ་བཤད་ནས་དུས་སང་རྒྱ་མིའི་ནང་དུ་དཔེ་ལས་བཤད། ཨོ་ཨོ་ད་ཕྱིས་གཞིས་བྱེས་ནང་ཚོ་ནང་མང་པོ་ཅིག་ཤེས་ཀྱི་འདུག་དེ་ཚོའི་སྐོར་ལ་ཤུགས་ལྡན་བསྟེན་མཁན་ཆེད་དུ་སྐད་ཆ་བཤད་ཡོད་ཐོ་ཐོང་མེད། ང་ཚོ་ཤུགས་ལྡན་བསྟེན་མཁན་བོད་མི་ས་ཡ་གཉིས་ལྷག་ཙམ་དེ་ང་ཚོ་གི་རང་དབང་རེད་ང་ཚོའི་འགྲོ་ལམ་ང་ཚོ་གི་ལམ་ཁ་ང་ཚོས་རྩིས་ཀྱི་རེད་དེ་ཁྱོད་རང་ཚོ་དུས་ནམ་ཡང་བྱུས་ཐོ་མ་བྱེད་རོགས་བྱུས་ཟེར་ཡས་ཅིག་དང། ཨ་ནི། ཅིག་ཤུགས་ལྡན་བསྟེན་མཁན་རྒྱ་མི་སོ་པ་རེད་རྒྱ་དགའ་རེད་ཟེར་བཤད་ཀྱི་འདུག་བ། ཁྱད་པར་མེད་རྒྱ་གར་ཡིན་ན་ཡང་ཁྱོད་རང་བཟོས་པ་རེད་བོད་མི་ས་ཡའི་ཁྲུ་བོད་ལྡན་དེ་ཡོད་རེད་རྒྱ་མིའི་ཁ་ལ་ཟ་དེ་འདི་རེད་བོད་མི་ས་ཡའི་ཁྲུ་རྒྱ་གར་ཆགས་འདི་ཡོད་ནི་ང་ཚོའི་རྒྱ་གར་ཆགས་འདི་ཡོད་རེད་བོད་མི་ས་ཡའི་ཁྲུ་དུ་བོད་གར་ཆགས་འདི་ང་ཚོའི་བོད་གར་ཆགས་འདི་ཡོད་རེད་དེ་ལ་ཁྱད་པར་བཅས་མེད་ཟེར་ཞོད་ཡ་ཡིན་གལ་སྲིད་ང་ཚོས་དངོས་ཡོད་གནས་ཚུལ་བཤད་བདེན་པ་ར་སྤྲོད་བྱས་ནས་རྒྱ་གར་དང་རྒྱ་མིའི་ཚོགས་པ་དེ་དེ་ནི་ཆགས་ཀྱི་ཡོད་ན། དེ་ནི་རྒྱ་རོ་མ་གཅིག་སྐུ་དངོས་པོ་གི་སྲས་པོ་སོང་ཤར་བ་མའོ་ཀྲུའུ་ཞི་དང་ང་ནི་དཔའ་བ་དང་སྤུ་གུ་འདུས་ཤེས་ཡིན། ང་དཔའ་བ་དང་སྤུ་གུ་འདུས་ཤེས་བཞག་གི་ཡོད། ང་གུང་ཁྲན་ཏང་ཡལ་བྱེད་ཡས་གི་འདོད་པ་ཡོད་སྐབས་དེ་དུས། གནས་ཤུགས་ཕུད་པ་ཡིན་ཏེ་གནས་སྐབས་ཅིག་སྒུག་ཤོག་གསུངས་སོང། གུང་ཁྲན་ཏང་ཡལ་བྱེད་མ་ཐུབ་པ་གི་འགྱོད་པ་ཁེགས་ཁེགས་ཡོད་རེད་བ་ཇག་རུ་མ་ཆིག་དོན་ལྟ་མདོག་མདོག་དེ། དེ་དུས་ཁྱོད་ཚོ་གི་ལ་སྒོ་མི་འདུག་བ། ཨ་ནི། པར་པར་དེ་འདུས་ཤེས་ཀྱི་མའོ་ཀྲི་ཞིག་གི་བཞག་གི་ཡོད་ན་ཀུ་ཀེ་ཡིག་ཚང་ཡིན་ནའི་འདྲ་འདུག་བདེ་སྲུང་ལས་ཁུངས་ཡིན་ནའི་འདྲ་འདུག་ཇག་རམ་ཆེན་ལྷས་ལ་གུ་དང་ཁྱོད་རང་ཇག་ག་རེད་འདུག་བ། ཁྱོད་ང་ཚོའི་པ་ཙུང་མའོ་ཀྲུའུ་ཞི་དང་ང་ཚོའི་རྒྱ་ལ་འཁོད་དེ་ཅག་ཁྱོད་རང་མའོ་ཀྲུའུ་ཞི་གི་པ་པ་དང་བུ་གི་འདུ་ཤེས་བཞག་གི་ཡོད་ཟེར་གི་འདུག་བ། ཁྱོད་ཚོ་ཡའི་ལོ་གུ་མིན་འདུག་བ་ལོ་པོར་ཁའི་མི་མིན་འདུག་བ། ལེ་ཐུང་བློ་བཟང་སེང་གེ་གི་ལོ་གུ་མིན་འདུག་བ་ལོ་གོས་ས་ལོ། ད་དུང་ང་ཚོ་གཅིག་ཕྱི་བྲག་དང་ནང་བྲག་ས་ག་བཅས་ཞི་བ་ཅན་ཡིན་མདོག་མདོག་གཅིག་སོ་སོ་གཅིག་ཡིན་པ་སྟོང་ས་ས་ཆ་མེད་བ། བདག་རང་ས་འདི་རྒྱ་གར་གཞུང་གི་ས་ཆ་དེ་གོ་ལ་དེ། པོ་ཞོ་ཞི་བ་ཤེས་དེ་དེ་འདུག་བ། ཨོ་ད་ཡག་པོ་བྱུང་བཟའ་བོ་བཤད་ཤེས་པའི་མཐའ་མ་ལས་ཅི་འདྲའི་ཡག་པོ་ཁོ་སང་ལོ་སོ་སེང་གེ་ལ་འོ་ཐུགས་སུ་ཞུ་ཡ་ཡིན་དེ་གང་ལགས་ནི་གོ་གོ་ཏི་ཏི་སེང་ནི་ང་ཚོའི་ཁང་པ་དུ་སུ་ལ་ཁང་པ་ཁང་མཁན་གླེན་པ་གླེན་མཁན་སེ་བཤད་གི་དོ་འགྲོ་པ་འགྲོ་མཁན་སེ་མི་ལབ་གི་དོ་བོད་པ་སྤྱི་ཚོགས་ནོར་ལ་ཆོས་ལུགས་ཞེན་ཁོག་བྱེད་གི་ཡོད་ནའི་འདྲ་དུ་ཆུ་ཁ་ཞེན་ཁོག་བྲེག་གི་ཡོད་ནའི་འདྲ་དུ་ལྷ་དེ་འདྲེ་གི་ཞེན་ཁོག་བྱེད་གི་ཡོད་ནའི་འདྲ་དུ་ནང་ལོག་དམར་འཆང་བ་མ་མཐུན་པ་བཟོས་འདུག་གི་སྟེགས་བུ་གཅིག་དེ་ང་ཚོའི་ཁང་པ་ནང་ལོག་རེད། ཁམས་པ་མི་རྐྱང་རྐྱང་ཆགས་འདི་རེད། དེ་ང་ཚོས་གསལ་པོ་བྱས་ནས་ཁ་སང་ལ་ཞུ་ཡག་ཡིན། རྒྱ་རོ་མ་ཆིན་ལ་ངོ་རྒོལ་སྤེལ་སླད་བཤད་ནས་འགྲོ་འདི་མཁན་ཚང་མ་འདི་ལ་ཁམས་པ་རྐྱང་རྐྱང་རེད་འདི་རེད། ཨོ་དེ་ཡིན་དུས་བསམ་པ་ཁམས་པ་དེ་ཚོ་དཔེ་ལས་མདོ་སྟོད་ཆོས་ཞུ་དགོས་འདུག་ཟེར་ད་ལྡི་ལི་ལ་ཡོད་རེད་བ། ང་ཡིན་ཁམས་པ་རེད་ང་བརྗོད་བྱོས་ཡོད་ཆོས་ཞུ་དགོས་འདུག་ལ་ངོ་མ་བརྗོད་བྱོས་བྱེད་མཁན་དྲང་དེ་ཡིན། ཞུ་བ་ཅིག་ཡིན་ཟེར་ལབ་མདོ་སྟོད་ཆོས་ཞུ་དགོས་འདུག་མིན་ཁུ་ནི་ཏཱ་ལའི་ལ་དཔེ་བཤད་ཁར་དཔེ་ལས་བཤད་ཁར་འདྲ་ཡང་ད་ལྟ་བརྟན་བཞུགས་བཅའ་བྱེད་འདི་གི་འདུག་བ། ཉིན་གདུང་གཉིས་ཡིན་ན་ཉིན་གདུང་སང་ནས་གཅིག་ལ་ཡག། ཤེས་རིག་སྡེ་ཁག་གི་བོད་སྐད་སྡེ་ཁག་ཚོགས་པ་གི་མཛད་སྒོ་བྱེད་པའི་སྐབས་ལ་རྒྱ་གར་མི་གཅིག་གིས་གསུངས་པར་བ་དེ་མཚུངས་ཡུལ་དུ་ནས་ཡོད་རྒྱུ་རེད་བ་སྟེ། དེ་མཚུངས་སྤོ་སྒུར་བློ་བཟང་ཅེས་པ་ཡང་བོད་ལ་ནས་ཆོས་དོགས་ཡོང་ཐུབ་གི་འདུག་ཆོས་དོགས་ཡོང་མཁན་དེ་ཚོ་གསང་སྤྱོད་སླེབས་མཁན་དེ་ཚོ་བྱེད་པར་བློ་བཟང་ཆོས་པ་སླེབས་འདི་གི་འདུག་ང་བོད་ནས་ཆོས་དོགས་ཡོང་དུས་ལོ་ནུ་ཞོ་རྩ་ལྔ་ཡིན་ཕོ་སར་དར་བ་གང་དུ་ཡིན་ཡིན། ང་ལ་རྐང་པ་ཡོད་ལག་པ་ཡོད་རྐང་ཆག་ལག་ཆག་མིན་མིའི་ཞག་རག་མེད། ཡིན་ནས་ཆོས་ཞུ་དགོན་དྲུག་དང་ཁམས་པ་ཆོས་ཞུ་དགོན་དྲུག་ཡིན་ཟེར་མཁན་དེ་ཚོ་གིས་ང་ཁྲིད་ནས་ཡོང་ཡིན་ཟེར་གི་འདུག་ང་ཁྲིད་དགོས་ཡ་གལ་མི་འདུག་བ། ང་ཕོ་སར་དེ་འདྲ་གཅིག་སྐོར་ལ་ཡོང་རེ་ག་འདྲ་སོ་ཁྲིད་འོང་གི་རེད། དེང་སང་ཆོས་ཞུ་དགོང་དྲུག་ཟེར་ཡས་དང་ཁང་པ་ཆོས་ཞུ་དགོང་དྲུག་ཁོངས་ལ་ཡིན་ཟེར་མཁན་དེ་ཚོ་གི་ཁོ་ལ་ཡས་འདྲ་མ་འདྲ་ཞི་བ་བཤད་འོང་གི་འདུག་བ་ཟེར་གྱི་ཀོ་དུས་དུས་དེ་འདྲ་སོང་བོར་བ། དུས་དུས་ཁྱོད་ཚོ་ཆོས་ཞུ་དགོང་དྲུག་གི་ལན་བཞག་ཡས་མི་འདུག་བ་ཕྱི་གང་ཞིག་བཤད་ཡས་མི་འདུག་བ། དཔུང་པ་ནང་ལ་བསྐྱོན་ནས་ཆོས་ཞུ་དགོང་དྲུག་ཤག་ཆོས་བཏང་པ་སྐབས་ལ་ཆོས་ཞུ་དགོང་དྲུག་གི་དམིགས་བསལ་གལ་ཆེ་ཡས་མི་འདུག་བ། ད་ཐང་མ་འདི་མདོ་སྟོད་ཡོངས་རྫོགས་ཁང་པ་ཡོངས་རྫོགས་མི་ཁུར་ནས་དགོང་དག་ཞོག་ད་ད་དུང་བརྟན་བཞུགས་བཅའ་ཁ་འགྲོ་ཁྱོད་ཚོས་དེ་ལས་ཀ་དེ་བྱེད་ཀྱི་ཡོད་རེད་བ། ཁྱེད་ཚོ་བརྟན་བཞུགས་བྱ་ཡས་དེ་འདོད་དོན་མི་མང་ཡོངས་རྫོགས་ཚབ་དེ་ཁྱོད་རང་ཚོས་བྱེད་ཀྱི་དགོས་མ་རེད། ང་ཁམས་པ་རེད་ངས་བརྟན་བཞུགས་བྱ་ཡས་ཞལ་འདེབས་སྤྲད་ཀྱི་མ་བཞུགས་རྗེབ་གཅོད་བྱེད་ཀྱི་མ་བཞུགས། དེ་དང་དེ་འདྲ་བའི་བོད་སྡེ་མཁན་ཁམས་པ་མི་བརྒྱ་ཆ་དགུ་བཅུ་གོ་གི་དང་ཚ་གོ་བོད་སྡེ་འདི་བར་མ་འོངས་པ་ལ་ཁྱོད་ཚོ་ཆོས་བཞིན་སྐུ་འཁྲུག་གི། ཁམས་པ་གི་འདུས་ཤེས་བྱ་ཁམས་པ་གི་འགྲོ་སྟངས་བཟོ་དགོས་ཀྱི་ཡོད་ན། སྤྱི་དཔེ་ལ་བསམ་བློ་བཏང་རོགས་གྱིས་ད་ག་ཟེ་སོ་སོའི་མིང་དང་དོན་དང། དཔེ་ཆ་དང། གོ་ས་ལ་བལྟ་ནས་འདོད་དོན་མི་མང་བེད་སྤྱོད་བཏང་ནས། དཔེ་ལེགས་བཤད་ཁ་དང་མ་འགྲོགས་གྲོགས་བྱོས། ཆོས་རྗེ་སྐུ་དྲུག་བཀའ་ངལ་འཕྲད་པའི་སྐབས་ལ་རྒྱ་རོ་མ་གཅིག་གི་དཔུང་པ་རྣམས་ལ་བཅངས་ནས་ཤར་ཆོས་གཏང་བར་ཀཱི་ལ་ལྷོ་ཤོག་ལོ་ང་ཚོ་འབུར་ལུ་བཀོད་པའི་ཚང་དུ་ཚོགས་ཡིན་པ། ཚང་དུ་ཀཱི་ལ་ཡང་འདུ་སྟོད་མི་མང་ཡོངས་སུ་ཚོགས་པ་ཆོས་རྗེ་སྐུ་དྲུག་རྒྱུད་ལ་གཉིས་པ་ཁོང་ལ་ཡོད་པ་སྟེ། རྒྱ་རོ་མ་གཅིག་ཧོར་སྡེ་གི་མི་ཡིན་ང་ཚོ་མི་ཚང་གཅིག་གི་ཆེད་དུ་ཀཱི་ལའི་རྗེས་འདུག་བཤད་ལ། མི་ཚང་གཅིག་གི་དོན་དག་མི་གཅིག་གི་དོན་དག་ཀཱི་ལའི་རྗེས་འདུག་བཤད་ད་ང་ཚོ་འགྲོ་སྟངས་གསར་པ་ཞིག་བཟོ་གི་ཡིན། རྒྱ་གར་གཞུང་གི་མིང་སྲིང་སྤ་སུ་བཟོ་གི་ཡིན་ཟེར་ནས་སྐབས་དེ་དུས་ཞེ་པོ་ཅིག་ཐག་གཅོད་བྱས་པར་བ། ད་ད་ལྟ་ཁྱོད་ཚོ་མི་རྒན་པ་ཚང་མ་ནི་ཤི་ཚར་བ་རེད། ཨ་ནེ་ཇུ་ལཱ་བསམ་པ་དེ་ཚོ་གིས་ད་རྒྱ་གར་བར་སྲིད་ག་ཚོད་ཅིག་བཟོ་ཡོད། འདི་ཚོས་ཆོས་བྱེད་མགོ་འཁྲུངས་མིའི་ཁོངས་ལ་མི་སྐྱུག་པོ་དང་ཐབས་ཆག་ནམ་ཆག་འདེད་མཁན་ཚོ་ལ་སྤྱི་ཚོགས་ར་བ་ག་ཚོད་ཅིག་བྱས་ཡོད། འདི་དོན་མི་མང་ལ་ཕན་ཡ་ལས་ཁ་ག་རེ་ཅིག་བྱས་ཡོད། ཇག་རོ་མི་ཆེན་གིས་རྒྱ་ནག་གཞུང་ལ་མགོ་བཏགས་ནས་ཉིན་མཚན་དུས་དྲུག་ལ་ཕར་ལ་ལོག་ཡལ་གྱི་འབད་བརྩོན་བྱས་དང་བྱེད་བཞིན་པ་རེད། མཱོ་ཀྲུའུ་ཞི་དང་པཱ་པཱ་དང་པུའུ་ཀི་འདུས་ཤེས་བཞག་ཟེར་ནས་ཁུངས་འགྲོ་ཆོག་ཆོག་བསྡད་འདི་ཡོད་རེད།

དེ་འབྲེལ་གྱི་འབད་བརྩོན་བྱེད་རོགས་བྱོས། ང་ཚོ་ཤུགས་ལྡན་བསྟེན་མཁན་ནི་བོད་མི་ས་ཡ་གཉིས་ལྷག་ཟེར་བོད་པ་རེད་འདིར་ཚང་མ་མཐུན་སྒྲིལ་བྱས་ལ་དགའ་པོ་ཡོད་དུས་དང་རྣམ་པ་ཀུན་ཏུ་ནི་རྒྱ་བོད་རོ་མ་ཆེ་ལ་མཐུན་ལོང་རྡོག་རྩ་གཅིག་སྒྲིལ་བཟོ་རོགས་བྱོས། ད་ང་ཚོས་དཀའ་ངལ་ཞེ་པོ་འཕྲད་ཀྱི་འདུག་ངས་ད་དུང་བཤད་ཡས་དེ་དཔེ་མཚོན་ཙམ་ཞིག་ཡིན། ཤུགས་ལྡན་བསྟེན་ཡས་ཀྱི་རྣོ་འདྲ་དེ་གི་ཅན་པའི་བོད་ལ་མི་གཞི་ཆེ་ཞེ་དུས་ཟིག་གི་སོག་འགྲོ་ཚར་ཤག་དེ་རྒྱ་བོད་རོ་མ་ཆེ་ཆེད་དུ་འགྲོ་གི་ཡོད་རེད། བོད་ལ་རྒྱ་བོད་རོ་མ་ཆེ་ཆེད་དུ་ཡིན་ཟེར་གཟུགས་པོ་མེ་ཁྲ་བཏང་ལ་སོ་སོ་རང་ཤི་བྱས་པ་དེ་བརྒྱ་དང་ལྔ་བཅུ་ལྷག་ཟ་ཆིན་ཤག་དེ་རྒྱ་བོད་རོ་མ་ཆེད་དུ་འགྲོ་གི་ཡོད་རེད། ད་ཇོ་རིན་པོ་ཆེ་དངོས་གནས་བླ་མ་ཡིན་པ་དང་སངས་རྒྱས་ཆོས་བྱེད་མཁན་ཡིན་ན། སོ་ཚོད་སྐྱབས་དགོས་རོགས་སོ་ཚོད། སྤྱན་རས་གཟིགས་འདམ་ཁ་ལ་བསྡད་མཁན་ལྷ་ཡུལ་ལ་མ་བསྡད་པར་ལྷ་ཡུལ་ནས་མ་སྤྱན་རས་གཟིགས་ཀྱི་འཇིག་རྟེན་ལ་ཕེབས་ལྷ་མོ་ལ་ཕེབས་ནས་སྙིང་རྗེ་བྱེད་ཀྱི་ཡོད་ཟེར་གྱི་ཡོད་རེད་བ། ད་སྙིང་རྗེ་དེ་འདྲ་གནང་ཐུབ་ཀྱི་ཡོད་ན་སྤྱན་རས་གཟིགས་ཡིན་ན་ད་སྙིང་རྗེ་གནང། སྤྱན་རས་གཟིགས་ཟེར་དེ་འགྲོ་རུ་ཆུ་སྲིན་ཅན་ཐམས་ཅད་ནམ་མཁའ་སྤུ་ས་འོག་སྤུ་ནས་སྐྱེས་པའི་འདི་ཆ་ཚང་བ་སངས་རྒྱས་གོ་འཕང་ཐོབ་ཡ། སྡུག་བསྔལ་ནི་སྐྱག་མཁན་གྱི་སངས་རྒྱས་སྤྱན་རས་གཟིགས་ཡིན་ཟེར་དེ་བཤད་ཀྱི་ཡོད་རེད་བ། ད་གལ་སྲིད་རྒྱ་རོ་མ་ཆེན་དེ་འདྲ་ཡིན་ན་ང་ང་ཟེར་ཏེ་ཆ་ཚང་སྤངས་ཤིག་ང་ལས་ལྷག་མ་དཔོན་པོ་མེད་འོ་ཡ་ང་ལས་ལྷག་མ་དཔོན་ལྷག་མ་མེད་ང་ལ་དད་པ་བྱེད་ཤོག་ངའི་རྨི་ལམ་རྒྱབ་ཤོག་ཟེར་ང་དེ་ཚོ་ཚང་མ་བཞག་ནས་སེམས་ཅན་ཐམས་ཅད་ལ་དངོས་གནས་ཤ་ཚ་དེ་གནས་ཀྱི་ཡོད་ན་ད་སེམས་ཅན་ཐམས་ཅད་བག་ཡོད་ཤོག་དེ་ལས་ང་རང་ཚོ་བོད་མི་ནང་ལོག་མཐུན་ལམ་རྡོག་རྩ་གཅིག་སྒྲིལ་བཟོ་རོགས་གྱིས་ཁྱེད་རང་གི་ག་རེ་གསུང་གསུང་རེད་ད་ཁྱེད་རང་བཀའ་ཅི་གནང་མ་གནང་གཅིག་རེད། ད་ལྟ་གི་སྤྱི་ཚོགས་ནང་དཀའ་ངལ་ག་ཟིག་འདུག་ད་ད་ལྟ་སྐུ་ངོ་སྤེན་པ་ཚེ་རིང་དང། བློ་བཟང་སེང་གེ་སེར་ནག་བོད་གཞུང་སེར་ནག་འདྲ་དེ་དུ་ཚོད་ཡ། ཅིག་བཟོ་མཁན་གཙོ་དོ་རྒྱ་རོ་མ་ཅིག་ཆགས་བསྡད་ཡོད་རེད་བ། སྐྱབས་མགོན་རོ་མ་ཅིག་རང་གི་དབུ་ཁྲིད་པའི་བོད་བཙན་བྱོལ་གཞུང་ཟེར་ཡ་དེ་མ་ཎི་ཁ་ཡོག་གི་གཞུང་སུ་ཆགས་འདི་རེད་ད་དོན་དུ་འདུག་དུ་མ་ནི་ཁ་ཡོག་གཞུང་སུ་ཆགས་པ་རེད་ཨོ་དེ་ཡིན་དུས་བསམ་པ།

ང་རང་ཚོ་བོད་མི་ཡོངས་རྫོགས་ཀྱི་སོ་སོའི་སར་འདང་དགོས་རེད་བོད་ལ་བསྡད་མཁན་ཀླད་སྟོང། མུང་པ་ཅན་དེ་འདི་མཁན་དེ་ཚོ་གི་སར་ན་བལྟ་འགོ་རེད་ད་རང་བཙན་གྱི་བཙན་བྱོལ་སྒྲིག་འཛུགས་ཟེར་དེ་སྔོན་མ་ང་ཚོ་ག་ལ་གང་ཚང་ཡིད་ཆད་ཡོད་རེད་ཞེན་ཁོག་འདྲ་པོ་ཅིག་བྱེད་ནས་རྒྱབ་སྐྱོར་བྱེད་གི་ཡོད་རེད་ད་དུས་གསུམ་མ་འདི་ག་ཡོད་གཞུང་ཆགས་འདི་ཡོད་རེད་སྐུ་ངོ་སྤེན་པ་ཚེ་རིང་གཙང་མ་གཙང་སྐྱོང་བྱེད་ཁ་ཐོན་འདི་ཡོད་རེད་ཁོ་རང་ར་བཟི་ཡིན་རུང་ཁོ་རང་ནང་རིགས་ཡིན་རུང། ཁོ་ལ་མ་འདི་ག་ཡོད་བྱེད་པ་ཡིན་ཙང་གཞུང་འདི་རྒས་ནི་རྒས་ཐག་པ་རེད་ཁོ་དངོས་གནས་ཁྲོན་ནི་བོད་མི་རིགས་ཀྱི་དཔའ་བོ་རེད་ཞུ་ཡས་ཡིན། འོ་ཡ་ད་རང་སེང་གི་འགྲིག་འཛུགས་དེ་ནི་མ་ནི་ཁ་ཡོ་ཅེས་པའི་འགྲིག་འཛུགས་ཆགས་འདིར་མ་འོངས་པ། དེ་ལས་བརྗོད་བྱའི་ཆེད་དུ་མ་ཅིག་དེ་ལས་ངོ་རྒོལ་སྤེལ་ལས་ཤེས་ལ་མ་ཤེས། ད་ཁམས་པ་དེ་ཚོས་གི་སང་ནི་ཡག་པོ་གཏོང་དགོས་རེད་བོད་མི་དམངས་སང་ནི་ཡག་པོ་གཏོང་དགོས་རེད། ཁྱོད་རང་ཚོ། འབའ་པ་ཡིན་ན་འདྲ་དུ་ཀྲུག་ཁམས་པ་ཡིན་ན་འདྲ་དུ་དམངས་ཁང་ཡིན་ན་འདྲ་དུ་ངོ་རྒོལ་སྤེལ་ལས་ག་ཟིག་ཤེས་ན་མ་ཤེས་ན། བོད་མི་ནང་ལོག་སྡུག་པོ་བཏང་ཡས་བོད་མི་ང་དང་ང་འདྲ་པོ་སྣང་ཆུང་འདི་ཚོ་མི་ཚེ་སུ་འཕྲོ་བརླག་བཏང་ཡས།

ད་ངས་འཇིག་རྟེན་པ་མིའི་ཐབས་ཆག་ཅིག་ལ་བཟོད་པ་སྒོམ་བའི་དུས་ཅིག་དེ་མི་འདུག་ངས་སྨྲ་ཤེས་རང་ཤེས་ཁེགས་སོང། ད་རེས་ང་ཤེས་ཡ་མང་པོ་ཡོད། ད་ག་ནང་བཞིན་ང་ཚོ་འབའ་བ་ད། གྲྭ་པ་མང་པོ་བླ་མ་མང་པོ་ང་མི་ལྟ་ཡས་ཁྱོད་ཚོ། ཡིན་ནས་ང་ད་རེས་ཡིན་ནས་ད་རེས་ཡིན་ན་ཡང། ངས་འབའ་པ་ཞེན་གོ་བྱས་ནས་ངས་མི་འདི་ལྟ་གི་མེད་ངས་མི་གཅིག་འདི་ལྟ་མེད། དེ་ཡང་པ་པ་མ་སྒྲུང་སྔོན་ལ་ང་གཏེ་པོ་དོན་མཁན་དེ་གྲྭ་ཐུགས་རྟེན་ཞུས་པས་ཡིན་ཟེར་ལབ་ཡིན་ཙང་ངས་དེའི་ཐོག་ནས་ངའི་མིང་དེ་བཏགས་ནས་ལབ་པ་ཡིན། མ་གཏོགས་ང་སྒལ་པར་འབབ་པ་སུ་གཅིག་ལ་རྩོད་ཡ་གལ་མེད། ངོ་ཡང་ཤེས་གི་མེད་ཕྱུག་པོ་བར་གྱི་རྩོད་ཡ་གལ་མེད། ཆོས་མཚོན་ཡིན་ན་ཡང་སོ་སོ་སོ་ཆོས་བྱེད་དེ་བྱེད། བོད་མི་ལ་སྣང་ཆུང་ལ་ཐུགས་རྩོད་གཏོང་ཡས་རྒྱ། རྒྱ་རུ་མ་ཕྱིན་ལ་ངོ་རྒོལ་སྤེལ་ལས་ཤེས་ནས་བོད་མི་ནང་ལོག་འདར་དཀྲུག་པོ་དཀྲུག་བྱེད་ཡས། ཨོ་དེ་འདྲའི་གལ་ཆེ་མི་སྣང་ཆུང་དང་མི་ཚེ་འཕྲོ་བརླག་གཏང་ཡས། དེ་འདྲའི་ཅི་མ་གནང་རོགས་བྱོས་ཟེར་དེ་ཚོའི་གནང་ནས་ཆོས་ཚོགས་ཚང་ཆེད་གོ་བོ་ཐང་བར་སོང་ངས་དྲན་གི་མི་འདུག་དེ་ཡིན་དུས་བསམ་པས་དེ་ནི། མཐའ་མ་དེ་ང་ཚོ། ག་རེ་བཤད་རུང་མ་བཤད་རུང་ང་ཚོ་བོད་མི་དབང་ཤར་དྲག་སྤྱི་རྒྱུགས་རེད། ཆོལ་ཁ་གཡོ་མེད་པ་ཆོས་ལུགས་གཡོ་མེད་པའི་བོད་མི་ཡོངས་རྫོགས་མཐུན་ལམ་རྡོག་རྩ་གཅིག་སྒྲིལ་ཡོང་ཡ་ལ་ཡ་རྒྱ་བོར་མི་བྱེད་ལག་པ་ནས་འགན་ཡོད་རེད་ང་རང་ཚོ་བོད་རིགས་མི་རིགས་ངོས་རེ་འགན་ཡོད་རེད་ཚང་མ་གི་གཅིག་ཤུགས་ལྡན་ལྡན་མཁན་ཡིན་རུང་ཤུགས་ལྡན་ལྡན་མཁན་མིན་རུང་ད་སྔ་ནང་བཞིན་སྐར་མ་པ་གཉིས་ཀྱི་དཀའ་ངལ་ཡོད་རེད་པན་ཆེན་རིན་པོ་ཆེ་གཉིས་དཀའ་ངལ་ཡོད་རེད་རང་བཙན་དང་རང་སྐྱོང་ཟེར་གྱི་དབུ་མའི་ལམ་དང་ག་རེ་ཡིན་ན་དབུ་ཡའི་ལམ་དང་ག་རེ་ཡིན་ན་དེ་ཚོ་སྲིད་དོན་ཐོག་ལ་ང་ཇུས་གཏོགས་མེད་ཡིན་ནའི་གང་ལྟས་དེ་ཚོས་ཀྱི་རྐང་ཡིག་ནོར་འདྲ་ཞེ་པོ་ཡོད་རེད་ཨ་ནི་གདན་ས་ཁག་ལ་བླ་མ་རྫུན་མ་བཟོ་ཤེས་པ། མཁན་པོ་ཡང་སྲིང་ཅི་ཅི་ཅི་ཅི་རེད་དགེ་བཤེས་ཡང་སྲིང་ཟེར་ནས་གཉིས་གཉིས་གཉིས་བཟོ་ཤེས་པ་གི་ནོར་འདྲ་ལུང་པ་གང་ཡོད་རེད། ད་གང་ཐད་ཀྱི་གཞོན་ནུ་གཉིས། གཞོན་ནུ་ཚོགས་པ་གཉིས་ཆོས་གཞི་དགོན་དྲུག་གཉིས་ཟེར་ཡ་ལ་སོགས་པ། ནོར་འདྲ་ལུང་པ་ཁོང་བོད་པ་སྤྱི་ཚོགས་ནང་ལ་ཡོད་པ་ཡིན་ཙང་ཁྱེད་ཚོས་ཐུགས་རྗེ་གཟིགས། དེ་ཚོ་གང་ཡོད་གང་ཅི་ཚོད་བསྡུས་ཡས། ཐབས་ཤེས་བྱེད་རོགས་བྱོས་ཟེར་ང་ཚོ་ཤུགས་ལྡན་བསྟེན་མཁན་ཡིན་ན་ཡང་རེ་བ་ཡོད་ང་ཚོ་བོད་པ་ཡིན་པ་ཆ་ནས་དཔེ་ན་ད་ལྟ་ཕ་དུ་ལས་ཐོག་བློ་བཟང་སེང་གེ་ཡིན་ན་འདྲ་འདུག་བོད་གཞུང་གི་བཀའ་ལན་དུ་འཕྲོས་པ་སུ་འདྲ་ཅི་ཡིན་ན་ཡང། ང་ཚོས་ཤུགས་ལྡན་བསྟེན་མཁན་གནང་དོན་མི་གཅིག་གནང་དོན་སྐད་ཆ་བཤད་ནས་གོ་བགོ་སྤྲད་མ་སོང། ང་ཚོ་བོད་པ་ནང་ལོ་དཀའ་ངལ་འདི་བོད་པ་ནང་ལ་མེད་པ་བཟོ་དགོས་རེད། ད་ཁྱོད་ཚོ་ལ་ག་རེ་འགྲིག་གི་མི་འདུག་བ། རྒྱ་བོ་རོ་མི་ཆེན་གི་ནི་ཆོས་ལྡན་རང་དབང་ཡིན་ཟེར་གི་ཡོད་རེད། སོ་སོ། ཤུགས་ལྡན་བསྟེན་ནས་མ་བསྟེན་ནས་རང་དབང་ཡིན་ཟེར་གི་ཡོད་རེད། ད་ཁྱོད་ཚོའི་དཀའ་ངལ་ག་རེ་འདུག་ཟེར་ནས་དཀའ་ངལ་དེ་པ་སི་ཡས་ཀྱི་ཐབས་ཤེས་བྱེད་མཁན་དར་མདའ་བོ་དང་མི་རྐང་གཅིག་བྱུང་མ་སོང་ཟེར་ནས་ཞུ་ཡ་ཡིན། འོ་དེ་ཡིན་འདི་བསམ་པས། བཀའ་བློན་ཡིན་ན་འདྲ་ཁྲི་པ་ཡིན་ན་འདྲ་སྐུ་སྒེར་ཡིན་ཚང་འདྲ་རྒྱ་གར་མི་གཅིག་སྐུ་ཚབ་བྱས་ནས་སྐད་ཆ་བཤད་གི་འདོད་པ་ཡོད་ན་ང་ཚོ་ཆུ་ཚོད་ནུས་ཤིག་རྩ་གིན་རིགས་ལ་གྲ་སྒྲིག་ཡོད་ཡིན་གཞིས་མི་ནི་ཤུགས་ལྡན་བསྟེན་མཁན་མི་སྐད་གྲགས་ཡོད་མཁན་བཤད་ཐུབ་མཁན་དགེ་བཤེས་ཀིང་ཆུང་མཁས་དབང་ཀིང་ཆུང་དགེ་བཤེས་ཀིང་ཆུང་རྒྱལ་མཚན་འདྲ་པོ་ཚུར་ཐུག་གང་འགྲོ་གོང་མ་རེད་ཆུ་ཚོད་བརྒྱད་རོལ་ལོས་རྒྱུས་བཤད་ན་ཆུ་ཚོད་ཕ་ཡན་ཡིན་པར་དེ་ལས་ངང་འདྲ་པོ་གྲོང་སྲིད་པ་གཅིག་གང་ཅི་མ་ཤེས་མཁན་དེ་ཚུར་ལ་གོ་གོས་སྤྲད་རོགས་བྱས་ན་ང་ཚོ་སྡུག་དང་སྡུག་ཏུ་ཤར་འཛམ་བུ་གླིང་གི་མིག་མཐོ་ས་ལ་གསར་འགྱུར་སྐད་མཁན་ཚང་མ་འདུས་ལ་རྡུང་ལ་འདུས་ནས་བཀའ་བློན་དང་ཁྲི་པ་དང་སུ་འདྲ་ཞིག་ཡོང་པ་ཡིན་ན་མི་ང་འདྲ་བ་ཞིག་ཡིན་ན་རྡོ་རྗེ་ཤུགས་ལྡན་བསྟེན་མཁན་ཡོངས་རྫོགས་ཀྱི་ཚབ་བྱས་ནས་སྐད་ཆ་དེ་བཤད་ཐུབ་ས་ཡ་ཡིན་འོ་དེ་ནི་ཡིན་དུས་བསམ་པར་ང་རང་ཚོ་གོ་གོས་སྤྲད་པ་ཡིན་ན་བོད་མི་ནང་ལོག་མཐུན་ལམ་རྡོག་རྩ་གཅིག་སྒྲིལ་བཟོ་ཡས་ཀྱི་བཟོ་མ་ཐུབ་མེད་རེད་བཟོ་ཡས་ཀྱི་ཆུ་ཚོད་ཐབས་ཤེས་བྱེད་གི་ཡོད་མ་རེད་དེ་ཡིན་དུས་ང་ཚོ་གི་ཐབས་ཤེས་བྱེད་རོགས་བྱོས་འཛམ་བུ་གླིང་དེ་གང་ལས་ད་དུང་དུ་མ་བསྟན་ནས་སྐད་མ་རྒྱབ་རང་བྱོས་རེད་དཀའ་ངལ་ང་ཚོས་དེ་འདྲ་འཕྲད་གི་རེད་བོད་མི་དམར་བྱུང་དེ་འདྲ་ཅིག་རག་གི་ཡོད་རེད། མཐའ་ནས་བོད་སྡེ་མཁན་བོད་མི་མང་དཀའ་ངལ་དེ་འདྲ་འཕྲད་ནས་སྐད་བརྗོད་འོང་གི་ཡོད་རེད་དེ་ཡིན་ཙང་ཨ་ནི་ང་ཚོ་ཚང་མ་མཐུན་ལམ་རྡོག་རྩེ་གཅིག་སྒྲིལ་བྱེད་དགོས་ཀྱི་འདུག་ཨོ་ས་ཚང་མ་གི་དེ་ལ་ཆུ་ཁ་ཆུ་ལུག་གཡོག་མེད་པ་དོན་ལ་ཤུགས་རྒྱག་རོགས་གནང་ཨོ་ས་མཐའ་མ་འབད་བརྩོན་ཐུགས་སུ་ཞུ་ཡ་ཡིན་དེ་ཡིན་དུས་བསམ་པ་ད་རེས་ཡུ་རོབ་ཤུགས་ལྡན་ཚོགས་པ་གིས་དམངས་ཁྲོད་ཁ་བཏགས་དེ་དུ་བརྒྱུད་བྱས་ནས་གོ་བསྐོན་གནང་བ་དེ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་ལ་ཨ་ནི་ཐག་རིང་པོ་ནས་ད་རྒན་རྣམ་པ་དེ་བ་ཕེབས་ནས་སྣང་མདོ་ལ་དུས་སུ་ཞུ་ཡས་གོ་གོས་རགས་པ་དེ་དགའ་བོ་བྱུང་ལ། ལོ་མང་པོ་སེམས་པ་ན་ནག་ཡས་སྐད་བཤད་དེ། ད་རེས་གོ་གོས་དེ་ཟིན་ནས་མ་བཤད་ཐུ་ཡས་ཀྱི། སིག་སང་སང་གྲགས་ཆེ་བ་ང་སེམས་པ་ན་ལ་ལོ་མང་པོ་ནང་ན་ཚ་དེ་ལ་ཡོད་སུ་དེ་བལྟ་གི་ཡོད་འོ་ད་རེས་མ་བཤད་པས་ཡིན་ནི་མ་ད་ནས་བཟུང་སིག་སང་སང་ཆགས་ཡིན། དངོས་གནས་ཚུལ་བཤད་ཡོད། རྒྱག་རུ་མ་གྱི་ལ་ཁ་གཏོང་གི་མེད་མཚན་སྨད་ཞུ་གི་མེད། དངོས་གནས་ཚུལ་བཤད་ནས་འདོད་པ་མང་ཁོང་མཁན་དང། སེ་གི་ཡིན་དང་སྟུག་གི་ཡིན་ན་ཁྱོད་རང་ཚོ་ངའི་ལོ་ནུ་ཤུ་རྩ་གསུམ་རིང་ལ་སྒུག་བསྡད་བཤད་ཡོད། གསལ་གྱིན་གསལ་མཁན་མང་པོ་ཡོད་གཏུག་གིན་གསུག་མཁན་མང་པོ་ཡོད་ནང་ལ་སླེབས་མ་སོང། ག་དུས་གསལ་གིན་ཡིན་ན་གསལ་རོགས་གཅིག་ག་དུས་གདུང་གིན་གདུང་རོགས་གཅིག། ང་གཟའ་སྤེན་པ་རྟ་པ་རྫུ་རིགས་ཡོང་གི་ཡོད་ལས་ཁ་བྱེད་ས་གང་རུང་རྫུ་རིགས་རེད། འོ་ཡ། ཚང་མ་ལ་གོ་གོ་ནས་སྤྲད་ཡོད་ཟེར་དུས་ཞུ་ཡ་ཡིན། ཨོ་དེ་ནི། ཚང་མ་ལ་བཀྲ་ཤིས་བདེ་ལེགས།